གཅིག་གིས། དུས་རྒྱུན་དུ་ངས་ད་ཞུ་དེ་ཡོད། ང་ཆུང་ཆུང་གང་ནས་ཕ་གཞས་ལོ་ལྔ་ཟི་བྱས་ནས་ཨ་ནེ་ཅག་བཞི་དེའོ་ཞེས་པ་དེ་མོ་ཆེ་ཚེ་རུ་བྱས། ག་བ་ཕེབས་ན་ཁྱེད་ན། ཨ་ནེ་དབང་ལུང་འདུག་ཟུར་གཅིག། ག་བ་ཕེབས་ན་ཡང་ད་གཅིག་ཐོབ་ཟེར་ན་ཡང་ད་ཀུན་འདུས་བསྡད་བསྡད་པ་ཅིག་རེད། གོམ་བགྲེས་ཡིན་པའི་སྐབས་སུ་དབང་ལུང་མང་པོ་ཅིག་ད་ཞུ་ས་ལ་ཡ་ཁྲིད་ཕེབས་གནང་བ་རེད། དེ་འདྲ་ཡིན་དུས་ད་གོང་རིགས་ཀྱི། དམ་པ་གང་བྱེད་ཅིག་མ་འོངས་པ་ན་ཅིག་དབང་ལུང་འདྲ་བོ་ཅིག། དབང་རྒྱུད་འདྲ་བོ་མ་ཁྱད་པའི་ཞོལ་ཅིག་བསྟན་པ་ལ་ཡལ་ཐབས། ཅིག་ཞབས་ཀྱི་འཇོག་ཡ་གི་དེ་འདྲས་ཀྱི་དགོངས་བཞེད་འདྲ་བོ་ཅིག་མེད་འགྲོ། ཨང་དེ་མ་གཏོགས་ད་ཅིག་མྱ་ངན་བྱས་ལ་ད་ལྟ་དེ་འདྲས་ཀྱི་དབང་ལུང་མང་པོ་ཅིག་གོ་ཕབ་ན་བྱིན་རླབས་ཆེན་པོ་རེད་འདུག་གོ་ཡ་ས་མི་འདུག། ཡིན་ན་ཡང་ད་ཅིག་ག་ས་ག་བ་ཕེབས་ན་ཡང།

དེ་འདྲ་ཡིན་དུས་ད་དེ་ལྟར་འབྱོར་བ་མེད་པ་ཅིག་གི་ཐོག་ནས་དེ་བླ་མ་རྩེ་གཅིག་ཏུ་གསོལ་བ་བཏབ་ནས་ད་ཅིག་ཕུལ་བཞག་ན། ཅིག་དབང་ལུང་གི་རྒྱུད་མ་ཉམས་ཙམ་ཅིག་བར་ཆགས་ཀྱི་མེད་འགྲོ་ས་དོན་གྱིས་ཅིག་སྤོབས་པ་བཅས་ཐོག་ནས་བྱས་ན་འདུག་བྱས་ནས་ད་མ་ཕུལ་བ་དེ་འདྲ་ཡིན། ཡང་དེ་དང་མཉམ་དུ། ངས་མ་དེ་འདྲ་ཅིག་སྤྱན་གཟིགས་མོ་ཅིག་ཞུས་གནང་ཡིན་ས་རེད། ད་གངས་ལྗང་འབྲུག་གི་ཁོང།

འགྲོ་ཁྲིད་དབང་ཆོག་འགྲེལ་པ་ཚང་མ་མཛད་ནས་དེ་ནས་བསྟན་པ་སླར་གསོས་གནང་བས་དེ་ནས་བཀའ་དྲིན་ལས། དུས་ད་ལྟ་བར་དུ་ད་ང་རང་ཚོ་གཉིས་མེད་མ་མགོན་ཞུ་ན་སྟོད་ལ་མདོ་སྨད་གཉིས་བར་ན་ཞལ་རྫོགས་གཉིས་སྨད་ན་ཀ་པར་གཉིས་ལ་སོགས་པ་ད་གཉིས་མེད་མ་མགོན་ཕ་མོ་ཆེ་ལ་ད་དར་རྗེས་སུ་བཞུགས་བཞིན་པ་དེ་དེ་ཙམ་གྱིས་མ་ཚད་པས་ད་མགོན་ལགས་རྣམས་ལ་ཡང་ཀ་མེད་ཀྱི་སྒྲུབ་བྱེད་མ་ཉམས་པ་ཡོད་པ་འདི་ད་གཙོ་ཆེར་སྨོན་གླིང་གཏེར་ཆེན་སྐུ་མཆེད་རྣམས་ཀྱིས།

སང་སོང་བ་དེ་ཡིན་ཏེ་དེ་ཅི་འདོད་འདོད་འདྲ་བ་ཞིག་དང། ངེད་ཚོས་བསྡུས་བྱས་ནས་མ་ཞུས་པ་ཡིན་ན། ཨ་ནི་བྱབྱ་ལུའི་ཆོས་གང་གསུངས་འདུག་ཞུས་པ་ཡིན་ན་ད་སྔ་མ་ཡིན་ན། གསང་སྔགས་ཀྱི་དབང་ཟབ་མོ་འདི་དག་ཉམས་སུ་ལེན་ངེས་དང་དམ་ཚིག་ཐུགས་གཉེན་བགྲང་བཅས་མཛད་པ་ནི་ཆབ་མདར་དུ་དཔེ་རུ་ཆགས་སོར་མེད། ད་དེང་སང། འདུལ་བ་ཡོ་ཆོས་དང་བསྟོད་ཡུལ་ཟེར་བའི་དཔེ་ལྟར་དུ། དབང་ཞུ་རྒྱུ་འདི་ལ་ཐ་ན་བྱིས་པ་ཚུན་ཆད་ཀྱིས་ཨ་ནི་དགའ་བོ་བྱེད་ཀྱི་འདུག། དེ་ན་ཕྱི་དུས་སུ་ཕྱིས་སུ་དང་དབང་ཞུ་ཡ་གི་འདུན་པ། འདུན་པ་སུས་བྱུང་ཚད་ཐམས་ཅད་དད་མོས་ཅན་གྱི་གདུལ་བྱར་ངོས་བཟུང་སྟེ་དབང་བསྐུར་ཚང་བྱེད་ཀྱི་ཡོད། སྤྱིར་ཡང་ཟླ་བ་སྒྲོལ་མའི་མདོ་ལས་གསུངས་པ་ལྟར་འགྲོ་བ་ཀུན་གྱི་རྒྱུད་ལ་བདེ་བར་གཤེགས་པའི་སྙིང་པོས་ཁྱབ་པའི་ཕྱིར། སྣོད་དུ་མ་གྱུར་པ་མེད་པའི་སེམས་བསྐྱེད་ཀྱི་ཟིན་པ་བྱས་ཤིང། བླུན་པོ་རྣམས་ནས་རང་སངས་ཐབས་ཀྱི་ཆོས་པ་ཡིན་སྟབས་གསང་སྔགས་ཁྲོམ་བསྒྲགས་བྱས་པའི་ཉེས་པ་མི་འབྱུང་སྙམ་པ་ཡིན། འོན་ཀྱང་གསང་སྔགས་ཀྱི་རྩ་བ་དག་སྣང་ཡིན་པས། བླ་མ་འདིས་དཀྱིལ་འཁོར་གྱི་གཙོ་བོ་དངོས་སུ་བཞེངས་པ་ལས། དབང་རྫས་འདི་བྱིན་གྱིས་བརླབས་པའི་བདུད་རྩི་དངོས་ཡིན་སྙམ་དུ་དག་སྣང་དང་མོས་གུས་ཐེ་ཚོམ་མེད་པར་སྤྱད་ན། གསང་སྔགས་ཀྱི་དཀྱིལ་འཁོར་མཐོང་བ་དང་ལྷ་ཡི་མཚན་ཐོས་པ་ཙམ་ན་ཡང་ཕན་ཡོན་ཚད་མེད་པ་གསུངས་པའི་ཕྱིར་དབང་གི་བྱིན་རླབས་རྗེས་མཐུན་རེ་ངེས་པ་ཐོབ་ཀྱི་རེད་ཅེས་ཐུགས་གསོལ་བཀའ་གནང་འདུག་དེ་ན་གཞན་གྱིས། དབང་ཞུས་ཟིན་ནས་དམ་ཚིག་བསྲུང་དགོས་པ་ཡིན། བསྲུང་བྱའི་དམ་ཚིག་དང་སྒྲུབ་བྱའི་ཆོས་ལ་རྣམ་གྲངས་ཤིན་ཏུ་མང་པོ་ཡོད་ཀྱང་ལག་ལེན་གནད་ཐོག་ཏུ་དྲིལ་ནས་ཉམས་སུ་ལེན་སྟངས་ཤེས་དགོས་པ་རེད། དེས་ན་བདག་ཅག་གི་སྟོན་པའི་ཞར་ནས་སྡིག་པ་ཅི་ཡང་མི་བྱ་ཞིང་བསྲུང་བའི་བསམ་པ་ཉོན་མོངས་པ་དུག་གསུམ་གྱིས་ཀུན་ནས་བསླང་བའི་ལས་ཆེ་ཕྲ་ཅི་འདྲ་ཞིག་ཡིན་ཀྱང་སྡིག་པ་ཡིན་པས་སྤང་དགོས། དེ་སྤངས་ན་གཞན་གནོད་གཞི་དང་བཅས་པ་སྤོང་བའི་སྲོག་ཐར་གྱི་སྡོམ་པ་དེ་རྣམས་ཚང་བ་ཡིན། ད་ནི་རྒྱལ་བ་ཕུན་སུམ་ཚོགས་པར་བཅས་སུ་གསུངས་རྒྱུ་བསམ་པ་དུག་གསུམ་དང་མ་འདྲེས་པའི་བྱ་བ་ཆེ་ཕྲ་ཅི་འདྲ་ཞིག་ཡིན་ཀྱང་རྒྱལ་བ་ཡིན་པས་བསྒྲུབ་དགོས་དེ་བསྒྲུབས་ན་དུག་གསུམ་དང་མ་འདྲེས་ཕྱིན་ཆད་གཞན་ལ་ཕན་འདོད་ཀྱི་བློ་ཞིག་ཀྱང་སྐྱེ་བ་ཡིན་པས་དེས་གཞན་ཕན་བཞི་དང་བཅས་པ་བསྒྲུབ་པའི་བྱང་སེམས་ཀྱི་བསླབ་པ་དེར་ཚང་བ་ཡིན།

འམ་དེ་དང་གཞན་གྱི་ཁྱད་པར་གསང་སྔགས་ཀྱི་དམ་ཚིག་འདི་དམ་ཆོས་འདུལ་བ་དང་ལུས་ངག་གི་བྱ་སྤྱོད་ལ་མ་ལྟོས་པར་སེམས་ཐོག་རང་ནས་ཁྲག་ཁྲར་ཉམས་འགྲོ་བ་ཡིན་ཏེ་དཔེར་ན། རྡོ་རྗེ་དཔོན་གྲོགས་གཅིག་ལ་དམིགས་ནས་ཞེ་སྡང་དྲག་པོ་སྤྱད་ན་དེ་མ་ཐག་རྩ་ལྟུང་གསུམ་པ་ཕོག་པ་རེད། གལ་སྲིད་ཉམས་ཆག་ཕྲན་བུ་རེ་བྱུང་ཡང། སྣང་ཆུང་དུ་མི་འཇོག་པར་ཕྲག་ཏུ་བཤགས་པ་ལ་འབད་དགོས། ཉམས་ཆག་བྱུང་ན་བཤགས་པས་མ་བསླད་པར་ཉེས་དམིགས་ལྕི་རུ་འགྲོ་བ་ཡིན་པས། བཤགས་པས་མ་སླེབས་པར་ཉེས་དམིགས་ཕྱི་རུ་འགྲོ་བ་ཡིན་པས་བཏང་ཆུང་དུ་མི་འཇོག་པར་ཕྲག་ཏུ་བཤགས་པ་ལ་འབད་དགོས་པས། རྩ་བ་གསུམ་གྱི་ལྷ་གང་ཡང་རུང་བའི་དབང་བསྐུར་ཐོབ་ནས་བཟུང། དམ་ཚིག་ཏུ་ལྷ་དེ་ཡི་སྐུ་གསུང་ཐུགས་ཀྱི་རྣལ་འབྱོར་ཡི་དམ་དུ་བྱ་དགོས་པ་ཡིན་མོད། ཡི་དམ། མི་འདྲ་བའི་སྒོམ་བཟླས་མང་པོ་མི་ལྕོགས་ན། དཀྱིལ་འཁོར་ཀུན་གྱི་ཁྱབ་བདག་དཔའ་རྡོ་རྗེ་སེམས་དཔའ་ཡིན་པས།